དེ་ནི་བཤད་པ་ཡིན་པས་ཟེར་ཟེར་བ་ལྟ་བུ་རྟགས་དང་ཆོས་ཅན་སོ་སོར་བཟུང་ནས་བཀོད་རྒྱུ་དེ་འདྲ་དེ་ལ་རྟགས་འཇོག་ཟེར་བར་རྟགས་འཇོག་དེ་རྟགས་འཇོག་ཟེར་ན་ང་རང་སྤེལ་མ་ཚད་མ་བློ་སྦྱོང་བྱེད་མྱོང་མཁན་གྱིས་རྟགས་འཇོག་བཀོད་ཟེར་བ་རེད་དེ་འདྲའི་ཚད་མ་བློ་སྦྱོང་བྱེད་མ་མྱོང་མཁན་གྱིས་འཇིག་རྟེན་མང་ཚོགས་པ་ནང་གི་ཡང་རྟགས་འཇོག་མང་པོ་བཀོད་སྲིད་བ་རེད་དེ་ཆོས་ཅན་ཟེར་མི་ཟེར་ཟེར་མི་ཐར་ཟེར་མི་འདྲ་ཟེར་ཤེས་སྲིད་ཡོད་མ་སྟེ། ཡིན་ནའང་མ་རྩ་ལྟ་ཞོར་མང་པོ་བཀོད་འདུག་ཟེར་དུས་རྒྱུ་མཁན་ཚོས་ཕར་ཆད་ཚད་སྐད་ཆ་བཤད་ལྟ་ཞོར་སྐྱོན་ཆུང་བཀོད་ཟེར། རྟག་ཏུ་རྒྱུ་མཚན་ཟེར་མི་དེ་སྐྱོན་ཆུང་གིས་ལ་བཤད་དགོས་རེད། ཅིའི་མི་གཅིག་ལས་དེ་འདྲས་དེ་འདྲས་རེད་ཟེར་ན་ཁོས་རྒྱུ་མཚན་དྲངས་འོང་ཟེར་དེ་ཅི་རེད་གོ་ཟེར། མ་གཏོགས་དེ་འདྲས་དེ་འདྲས་རེད་ཟེར་དུས་འོ་ཡ་འོ་ཡ་འོ་ཡ་སྐྱོན་ཆུང་ཟེར་འགྲོ་བཞིན་ཉན་སྲིད་ཡོད་མ་རེད་ཡང་མང་ཚོགས་ཀྱི་ནང་མིན་ནམ། དེ་དེ་ཡོད་མ་རེད་ཟེར་དྲག་ཟེར་ཅི་རེད་སོང་ཟེར་ཡང་ཟེར་མི་དྲག། དེ་ཡོད་རེད་ཟེར་དྲག་ཟེར་དུས་དེ་ནི། ཨོ་སོག་གི་ཁོ་འོང་ཟིག་ཡོང་ཟེར་མི་འདྲ་འདྲ་དེ་དེ་དེ་འདྲ་དྲི་བ་མང་པོ་བསྐུལ་འོང་ཟིག་གིན། དེ་རིང་མང་ཚོགས་ཀྱི་ནང་ལ་ཚད་མ་ཅིག་སློབ་སྦྱོང་བྱེད་མ་མྱོང་ནའང། རྟགས་རིགས་ཀྱི་ཐོག་ལ་བོད་དོན་ཆུང་སྐད་ཆ་བཤད་ཟིག་པ་རེད། དེ་བས་ཆ་འདའ་ཁྱོད་མི་འོང་འདུག་ནམ་ད་མི་དེ་རྣམས་ཀྱིས་དེ་འདྲ་འདྲ་ཞིག་ཟེར་དྲགས་ཏེ་ཡིན་ནའང་ཅི་ཟེར་བདེན་པ་ཅན་ཡིན་ངེས་རེད་འདྲ་ཟེར། དེ་ཆ་བ་མ་ངེས་པར་བྱུང་བསྡད་ཟིག་གིན་ཁོ་རང་ནང།

དེ་ཡིན་འདུག་ལ་དེ་དེ་གོང་གི་རྟ་ཞོ་བསྲེག་གི་རེད་དོ་ཟེར་ན་དེ་ནང་ལ་རྟ་ཞོ་བསྲེག་གོ་རེད། ཨོ་དེ་འདྲ་རེད་དེ་ནི། བསྟན་འཛིན་ཡང་དག་ལ་ཞོ་ཡི་སྒོ་ནས་གསུམ་དུ་འབྱེད་ན་ཟེར་རེད་ལ་འདྲེ་རོང་མ་མི་པའི་བསྟན་འཛིན་གསུམ་ཞོ་བ་བཀོལ་འོག་འདུག་ལ། དེ་ནི་འདྲེ་རོང་མ་མི་བསྟན་འཛིན་གསུམ་མ་གཏོགས་གསུམ་གང་རུང་མ་གཏོགས་གཞན་བཀོལ་གྱི་མེད་པ་ལྟ་བུ་ཆགས་ཡོད་རེད། དེ་ནས་བསྐོས་གཏོང་དེ་གི་དང་སྒྲ་ཆོས་ཅན་མི་རྟག་སྟེ་ཞེས་པའི་ཟེར་མ་ཟད། སྒྲ་ཆོས་ཅན་མི་རྟག་སྟེ་ཟེར་ཡང་ན་ཡིག་ཚོགས་ཡོད་པ་གཅིག་འགྲོ་ཡང་ན་ཕལ་མེད་པ་གཅིག་འགྲོ་ཡང་ན་ཡོད་མེད་གཉིས་ཀ་ཡིན་པ་གཅིག་ཡང་ན་གཉིས་ཀ་མིན་པ་ཞེས་སེམས་འདྲ་གཅིག་དགག་སྒྲོ་བྱེད་དགོས་རེད་མ་ཚད་རྟགས་བཟོ་དེ་ཡང་བཟོ་འོང་འདུག་དོན་རྟགས་ཡང་དག་གི་སྒྲོག་འོང་འདུག་དེ་འདྲ་རེད་དེ་རྟགས་ཡང་དག་གི་བཟོ་ཡི་སྒོ་ནས་འགྲེལ་རང་མ་ཡིན་གཏན་ཚིགས་གསུམ་དུ་གྲོངས་ངེས་པ་རེད། དེ་དག་ལྡོག་པའི་ཀྱི་འགའ་རྟགས་ཀྱི་གསུམ་དུ་འཇོག་སྟེ། སྔགས་ཀྱི་སྙིང་པོ་དེའི་སྟེང་དུ། ད་སྔགས་ཀྱི་སྙིང་པོ་འགི་ལས་ནི་མེད། སྒྲ་ཆོས་ཀྱི་རྟགས་དེ་ཞལ་བུས་གསལ་ཟེར་རྒྱུ་དེ་རང་བཞིན་འགལ་བ་རེད། རང་བཞིན་གྱི་གཏན་ཚིགས་ཀྱི་ལྡོག་ཕྱོགས་དེ་རེད་དེ་ར་དེ་གུ་རུ་ལ་རང་བཞིན་འགལ་བ་ཟེར་ཕོད་ཐ་སྙད་བཏགས་ཕོད་འགྲོ་རེད།

འབྲས་བུ་འགའ་བ་སོགས་སྟོང་ཕྲག་ཁྱུ་གཅིག་རྟག་ཏུ་གཙོ་ཆུང་ཡིན་པས་སོ། དེ་ལྟའི་དེ་འདྲ་ཞིག་བཀོད་ཚུལ་དེ་འདྲ་འདྲ་ཞིག་བཀོད་ཡོད་རེད། འདི་འབྲས་བུ་འགའ་བ་དང་ཐོ་ཤོ་ལ་ཆ་གཉིས་སུ་འཇུག་པའི་གི་རང་བཞིན་འགའ་བ་གཉིས་ཀྱི་དཔེ་བརྗོད་རྟོགས་པའི་ཆེད་དུ་བཞི་བ་དེ་འདྲ་ཡར་བཟོས་བཞག་པ་རེད། དེ་ནི་རྣམ་གྲངས་ནང་ལ་བཟོས་ནས་བཀོད་བཞག་པ་རེད། རྟག་ཏུ་གཙོ་ཆུང་ཡིན་པའི་བཤད་སེམས་ཀྱིས། འབྲས་བུ་འགའ་བ་གསུངས་ཚུལ་དེ་དོན་སྒྲ་ཐོས་པའི་ཉིན་ཤིང་མ་འགྲོ་བ་ཆོས་ཅན།

རང་གི་རྟག་པ་སྔན་དུ་སོང་སྟེ་སྒྲ་རྟག་པ་ཟེར་ཁྱེད་སེམས་ཆགས་སོང་ཟེར་དེ་དེ་འདྲ་ཡིན་དུ། འབྲས་རྟགས་ད་སྣང་ཟེར་གོ་རང་འབྲས་བུ་འགའ་བ། འབྲས་རྟགས་དེ་འགབ་སོང་ཟེར། དེ་འབྲས་རྟགས་མ་ངེས་པ། ཁྱོད་དེ་འདྲ་འབྲས་རྟགས་མ་གྲུབ་པ། ཁྱོད་དེ་འདྲ་བཤད་འདུག་གོ་ས་ཟེར། རང་བཞིན་མ་གྲུབ་པ། རང་བཞིན་མ་ངེས་པ། རང་བཞིན་འགའ་བ། དེ་འདྲ་ལ་ཡང་མ་ངེས་པ་དང་མ་གྲུབ་གཉིས་ལ་ཕྱིར་འགྲོ་འདུག་དགོས་ས། ཚུར་གྲོལ་འོང་ན་དེ་འདྲ་དེ་འདྲ་གྲོལ་མི་ཐེ་ན་ཤ་ཟ་འགའ་འགྲོ་ཟེར་རོ་ཤ་ཟ་མ་འགྲོ་འདུག་ཟེར་རོ་ཤ་ཟ་མ་ངེས་འདུག་ཟེར་ར། དེ་འདྲའི་སུ་ལྟ་ས་དང་ནི། ཡེ་ཆོག་རེད་ཟེར་དགོས་ར་དཔེ་ས་ནང་དུ་མ་གསུངས་པ་ཅི་རེད་ཟེར་ན། དེ་རྒྱུ་མཚན་ག་འདྲའི་ཡིན་མི་ཤེས་ཟེར་ན་ཤེས་དང་ཤེས་ཀྱི་ཡོད་མ་རེད། ཡོད་དུ་ཡོད་ཚད་དཔེ་ཤེས་ན་གསུངས་དགོས་པའི་ག་ན་ཡོད་རེད་ཟེར་ན། ཨོ་དེ་རེད་དེ་ཡིན་ནའང། དེ་འདི་གི་མཚན་མེད་རྟོགས་ཐུབ་པའི་རྒྱུ་མཚན་གྱིས་རེད་ཟེར་ཡོང་ནམ་དེ་འདྲའི་རྒྱུ་མཚན་བཀོད་ཆོག་གི་རེད། རེད་ལན། དེ་ནི། འདི་ལས། དེ་ནི་མི་སྲིད་ད། མ་གྲུབ་པ་དང་མ་ངེས་པའི་གཏན་ཚིགས་དེ་རྣམས་ལ་དེ་ནི་རང་བཞིན་མ་ངེས་པ་སེམས་རེད་རྡོ་སོགས་དེ་འདྲ་བཤད་འདོད་ན་མ་ཟ་བཤད་ཀྱི་ཡོད་རེད་འབྲས་བུ་མ་ངེས་པ་སེམས་རེད།

མ་ངེས་པའི་གཏན་ཚིགས་གསུམ་དུ་འགྱུར་དེ་དག་ལས་ལྡོག་པའི་གེགས་མ་གྲུབ་པའི་གཏན་ཚིགས་གསུམ་དུ་འགྱུར་ཏེ་སའི་ལོག་ཟེར་ན་སའི་ལོག་ཟེར་དགུར་བརྩི་རྒྱུ་ཡོད་དོ་ཟེར་ན་རེ་རེ་ཁ་སོ་བརྩི་རྒྱུ་ཡོད་ཟེར་དགུར་ཐལ། དེ་ནས་སྔར་གྱི་སྙིང་པོ་དེའི་སྟེང་དུ་བུམ་པའི་ལྟ་བུའི་ས་ཕྱོགས་ཆོས་ཅན་སྣང་རུང་གི་བུམ་པ་ཡོད་དེ་སྣང་རུང་གི་བུམ་པ་ཚད་མས་མ་དམིགས་པས་ཟེར་ཟེར་མི་འདི་དགག་དང་འཕྲོག་རྩིས་འོང་ཟིན་རེ་ངེས་ལ། ཨེ་འདི་ཡང་དག་འགྲོ་རྒྱུ་བྱས་ན། དེ་ནི་ཅི་ཟེར་དགུར། འོ་ཡ་བུམ་པའི་ལྟ་བུའི་སའི་སྣང་རུང་གི་བུམ་པ་མེད་དེ་ཟེར་བཞག་རྒྱུ་ན། ཏག་ཏག་རེད་བདེ་བ་རེད་ཏག་ཡང་ན་དགའ་ཏག་རེད་བདེ་བ་རེད། དེ་སྣང་རུང་གི་སྤོབས་པ་ཡོད་དེ་ཞེས་པའི་ཡོད་དེ་ཞེས་པའི་ཚིག་དེ་གི་འཕྲོ་བཙལ་འོང་ཟེར་རེད། དེ་འཕྲོ་བུ་སོང་ཟེར་རེད་མ་གཏོགས་དེ་མེད་ན་ཁོ་དགའ་ཏག་ཡང་དག་བོད་འགྲོ་གྱི་རེད་དེ་ཡང་རང་བཞིན་དགའ་མིན་ཟེར་རྒྱུ་དེ། རང་བཞིན་མ་སྨིན་པ་སེམས་དེ་ཟེར་ཡིན་གོ་རང་བཞིན་མ་སྨིན་པ་ཟེར་བའི་དགའ་ཏག་ཡང་དག་དེ་འགྲོ་རེད། དེའི་གལ་ཆེ་འགྲོ་མ་གཏོགས་སོང་ཟེར་རེད་དེ་འཕྲོ་འོང་ཟེར་རེད་དེ་འཕྲོ་འོང་དུས་དེའི་གི་རང་བཞིན་མ་སྨིན་པའི་གི།

སྔར་གྱི་གཉེན་པོ་དེ་ཡིས་དོན་དུ་བུམ་པའི་ལྟ་བུའི་ས་ཕྱོགས་ཆོས་ཅན། སྣང་རུང་གི་བུམ་པ་ཡོད་དེ་སྣང་རུང་གི་བུམ་པ་མཚན་མས་མ་དམིགས་པའི་ཕྱིར། ཞེས་པ་རྣམས་སོ། ད་ལྟའི་རྣམ་པ་གསུམ་ནི་དབྱེ་བ་གཉིས་པ་བརྗོད་འདོད་ཀྱི་སྒོ་ནས་དབྱེ་བ་ལ་དགག་དགག་སྤང་གསུམ་ལས་དང་པོ་ནི། ལྷོ་བན་ཆོས་མཆོག་རྒྱན་དྲུང་དུ་བསྐྱེད་པའི་ལྷོ་བན་གྱིས། དེ་ནས་ལྷོ་བན་ཆོས་ཀྱིས་གྲགས་པས་དེ་ནི་རེས་འགའ་ཆོས་ཀྱི་སྒོ་ནས་སོ། རེས། ལ་ཆོས་ཅན་གྱི་སྒོ་ནས་དེ་ཡི་ཁྱད་པར་གྱི་སྒོ་ནས་ཟད་པའི་ཟད་དེ་ཐ་དད་དུ་ཟད་དོ་ཞེས་གསུངས་པའི་དོན་དུ་བསམས་ནས། ཆོས་དང་ཆོས་ཅན་གྱི་ངོ་བོ་འགོག་པའི་འགལ་རྟགས་གཉིས་ཁྱད་པར་འགོག་པའི་འགལ་རྟགས་གཉིས་ཏེ་བཞི་ནི་རིམ་པ་བཞིན་དུ་ཟེར་རོ། དེ་ནས་ཆོས་མཆོག་དགེ་སློང་དང་བཅས་པའི་དབྱེ་བ་གསལ་སྟོང་དེ་འདི་ཀུན་རོ། སྒྲ་ཆོས་ཀྱི་རྟགས་ཏེ་བྱེད་པོའི་སར་ཟེར་རྒྱུ་སྟེ། ཆོས་ཀྱི་རེས་འགའ་ཆོས་ཀྱི་སྒོ་ནས་སམ་ཟེར་རྒྱུ་འདི་གཞག་སྟོང་འདྲ་སྟེ། འདི་འདྲའི་རིགས། དེ་ནས་དགའ་བཞིའི་ཆོས་འགོག་པའི་གིང་ག་དག་སུ་སོང་བ་ཟེར་རྒྱུ་དེ་རེས་འགའ་ཆོས་ཀྱི་སྒོ་ནས་གསལ་དགོས་རེད་དགའ་བཞིའི་ཆོས་གཙང་རེད་དེར་བརྟགས་ཏེ་ཟེར་རྒྱུ་དེ། དེ་ནས་ཞལ་པིས་ཏེ་ཟེར་རྒྱུ་དེ། དགའ་བཞིའི་ཆོས་མི་བརྟགས་པར་གཙང་འགོག་པ་རེད་དེར། དགའ་བཞིའི་ཆོས་བརྟགས་ཏེ། དགྲ་ཆོས་ཅན། དེ་ནས། ཟེར།

དགའ་བཞི་རྟགས་དེ་སུ་རྟག་པ་མགོ་འགྲོ་རེད་དོ་ཟེར་ན་བཤད་པའི་ཕྱིར། རྟག་པ་མགོ་འགྲོ་རེད་དོ་ཟེར་ན་དགའ་བཞི་ཆོས། མགོ་བོད་ཀྱི་འགའ་རྟགས་ཟེར་མཛོད་དུ་ཆོས་རྟག་པ་མགོ་འགྲོ་རེད་དོ་ཟེར་ན་མགོ་འགྲོ་རེད། མགོ་འགྲོ་རྟག་པ་དགའ་བཞི་ཆོས་རེད་དོ། རྟག་པ་དགའ་བཞི་ཆོས་མ་ཡིན་པ་དག་རྟག་པ་སྟེ་གོ་རྒྱུ་འགྲུལ་བཞི་ཆོས་ཡིན་པས་སེ་མ་ཆགས་ཟེར་དགོས་རེད། དེ་སྐོར་གྱི་སྒྲུབ་བྱེད་ཆོས་མ་རེད་ན་སུ་དེ་སྐོར་གྱི་སྒྲུབ་བྱེད་ཆོས་རེད་ད། སྒྲ་ཆོས་ཀྱི་རྟགས་དེ་ཞེས་པའི་ཕྱི་གསལ་དུ་རྟག་པ་སྒྲུབ་བྱེད་ཆོས་མ་རེད་ན། མི་རྟག་པ་སྒྲུབ་བྱེད་ཆོས་རེད་ཟེར་མཁན་ལན་དུ་དགོས་ས་ཡོད་ས་དེ་ནི། དེ་ནི་སྒྲ་ཆོས་ཀྱི་རྟགས་དེ་ཞེས་པའི་ཕྱི་སྐྱེས་བུའི་རྟགས་དུ་རྟགས་ཡང་དག་ཡིན་པ་ཐར་འགྲོ་ས་ཡོད་ས་ཟེར། རེད་དེ་ཡིན་ན་ཡང་མ་རྩ་ནི། རྟགས་ཁུ་རུ་གི་དགག་བྱའི་ཆོས་དང་སྒྲུབ་བྱའི་ཆོས་ཟེར་ཟེར་རྒྱུ་གཅིག་ཡོད་རེད།

ཞེས་སྒྲ་ཆོས་ཀྱི་རྟགས་དེ་མ་ཟད་པའི་ཕྱིར་སྒྲ་གཞི་ཆོས་མི་རྟག་པ་རེད་སྒྲུབ་ཆོས་རྟག་པ་ར་རྟགས་ཁོ་རང་གི་རྟགས་བརྗོད་ཁོ་རང་གི། འོ་དེ་དེ་འདྲ་རེད་ཟེར་དགོས་རེད་དེ་ཡིན་དུ་ལེན། དེ་ནས་རེས་འགའ་ཆོས་ཀྱི་སྒོ་ནས་སམ། དེ་ནས་རེས་འགའ་ཆོས་ཅན་གྱི་སྒོ་ནས། ཟེར་དེ་ཟེར་བ་ནི་མ་རྩ་བཤད་སྟངས་དེ་འདྲ་ཡོད་རེད་དེ་འདི།

ཆོས་ཅན། སྣོད་བཅུད་ཀྱི་ནམ་མཁའ་ཆོས་ཅན་ཟེར་དུས་ཆོས་ཅན་འགོག་པའི་འགའ་རྟགས་ཟེར་རོ་འདི་ལ། འདུས་མ་བྱས་ཡིན་པས་སོ་ཟེར་བ་འདུག། དེ་ཆོས་ཅན་འགོག་འགྲོ་དུས་ལས་རྟགས་འགའ་རྟགས་ཅིར་རེག་དགོས་དེ་ནི། དེ་ཕྱོགས་ཆོས་བཅུ་གྲུ་གཟིངས་མི་འདུག་ནས་ཆོས་ཅན་འགོག་པ་གསུངས་ནམ་རྟགས་དེ་ཟེར་ནམ། དེ་འདྲ་གི་སྐད་ཆ་མ་རེད་འདི། འདི་བཀོད་གཏོང་ཟེར་འདུག་ར་བུ་དཔེ་ཆ་ནང་ཁ་རོག་བཟོས་རྒྱག་ཟེར་འདི་འདྲ་ཡ། བཀོད་གཏོང་གི་རིམ་པ་ཁ་རུ་སྟག་རི་བྱང་ཟས་ཞེས་ཟས་གོ་རེ་བསྡུ་བཟའ་དེ་གང་སེམས་ཅན་ང་ཚོ་ལྟ་བུ་ལ་ཅིས་འགྲོ་གཏོང་དེ་ཡག་ཤེས་པའི་ཆེད་དུ་ཁ་རུ་མཁས་པ་རྣམས་བཟོས་བསྡད་ཟེར། མ་གཏོགས་ལ་ཨེ་འདི་འདྲ་ཅིག་འགའ་རྟགས་ཅིག་ཡོད་ཟེར་མ་གོ། དངོས་བརྗོད་ཀྱི་ནང་ཁ་ཆོས་ཀྱི་རྟགས་དེ་འདུས་མ་བྱས་ཡིན་པས་ཟེར་ཚོད་དུ་རྟགས་འོག་ཏུ་གྲོལ་སྲིད་ཡོད་མ་རེད་འགའ་རྟགས་ཅིག་འགྲོ་གི་རེད། དེ་ཡིན་ནའང་ཁ་གི་དེ་འདྲ་ཟེར་ཆོག་ར། རི་བོང་ར་ཡི་ནང་ཁ་ཆོས་ཀྱི་རྟགས་དེ་འདུས་མ་བྱས་ཡིན་པས་ཟེར། ཞེས་ཀྱི་གསར་འགྱུར་ག་ན་བསམ། ཞལ་གྱི་ཞལ་གྱི་ནམ་མཁའ་དང་ཆོས་ཅན་བསམ་ཟིན་པར་སེམས། དངོས་པོ་བཅོས་པའི་ནམ་མཁའ་སེམས། རེད་དེ་ཡིན་ན་བཀའི་ཚོད་དེ་འདྲ་བྱེད་དུ་འདུག་མ་ཟད་ཡིན་པས་སེ་ཞེས་པའི་རྟགས་དེ་དངོས་བྱུང་གི་ནམ་མཁའ་དེ་བཀག་འོང་རེད་རྟག་པ་བཀག་མ་རེད་ཟེར་ན། རྟག་པ་ཅི་ལ་བཀག་དགོས་འདུག་མ་ཟད་ཡིན་པས་སེ་ཞེས་པའི་རྟགས་ཀྱི། དངོས་བྱུང་གི་ནམ་མཁའ་ཆོས་ཀྱི་རྟགས་དེ་འདུག་མ་ཟད་ཡིན་པས་སེ་རེད་ཞེས་དང་ད་ཡིན་ནའང་འདི་རང་ལུགས་ཡིག་ཆ་གི་དགོངས་པ་སྤྱི་མར་མ་རྩ་ཆོས་མཆོག་རྗེས་གནང་བྱེད་པའི་ལུགས་རེད་དེ་རེད། དེ་ཡིན་ན་ཡང་དག་མ་རྩ་དེ་བཤད་འདོད་དང་བཀོད་ཚུལ་དེ་འདྲ་བཤམས་ན་འདིར་དེ་འདྲ་ཞིག་བཤད་རྒྱུ་ཡོད་རེད། དེ་ཡིན་ན་ཡང་དེ་ནི་འདི་ལས་དགའ་བ་ཡོང་སྲིད་ཡོད་རེད་མ་རྩ་འོ་ད་དེ་རེད་སྔོན་ཆད་ཀྱི་ནང་ཁ་ཆོས་ཀྱི་རྟགས་དེ་འདུག་མ་ཟེར་མི་མི་སོགས་ཆོས་ཅན་འདུག་པ་མ་ཡིན་པའི་ཡུལ་ཅན་གཞན་གྱི་བསྟན་ཟེར་དེ་འདུག་གི་བསགས་པ་ཡིན་པས་མི་དང་རྣ་བ་སྣ་ལ་སོགས་པ་དབང་པོ་ཉེར་རྩ་གཉིས་ཟེར།

ཨོ། དེ་ནས་གཞན་གྱིས་བསྟན་ཟེར་ཏེ་ཟེར་གཞན་པ་ཁོ་མ་གཏོགས་ལྷག་མི་འགི་ལེ། ཁོ་མ་གཏོགས་ལྷག་མི་རྟགས་གཞན་པ་དེ་ཁོ་ཁོ་གཞན་པ་དེ་ཁོ་ཁོ་ཟེར་འགའ་དྲི་བ་བཏང་རྒྱུ་ན། དེ་ཁྱི་རིགས་ཀྱི་སྲས་པོ་མ་གཏོགས་གཞོགས་སྙེ་མ་རེད། དེ་དེ་འདྲས་ཅི་འགའ་ཅི་ཐུག་རྒྱུ་ཡོད་རེད་བསམ་བསམ་ནོ་དེ་འདྲས་ཁོ་ནས་དེ་ཆོས་ཅན་འདི་འདྲ་བཟོས་ཟེར་རེད་ཟེར་དགོས་རེད། འདུག་གི་གསར་པ་ཡིན་པས་ཟེར། འདུག་གི་གསར་པ་ཏག་ཏག་ཏག་བྲོ་རུ་མི་སོགས་རྣམ་འགྱུར་ཉེ་ཁུ་རྩ་སོགས་ཚང་མ་སྟོན་ཁྲེལ་འདུག་གི་གསར་པ་རེད་དེ་རེད།

དེ་དག་ནི་མི་འཐད་དེ། ཆོས་ཀྱི་ངོ་བོ་འགོག་རྣམས་ཕྱོགས་ཆོས་མི་འགྲུབ་ལ། རྟགས་འདི་ཆོས་མཆོག་རྗེས་འགྲོ་འདུ་བྱེད་པ། རྟགས་བཀོད་སྟོང་རྣལ་མ་བཀོད་སྟོང་གཙང་མ་ཟེར། འགའ་དག་ཁུ་རུལ་དེ་འདྲ་ཅིག་ཡོད། ཟེར་དེ་འདྲ་གསུངས་སུ་ཡོད་རེད། ཟེར་ཟིན་གྱི་རྗེས་འགྲོ་རྗེས་འཇུག་པ་འདི་རྣམས། དེ་དེ་འདྲ་ཡིན་དག་སུས་ཡོད་ནར་དོགས་ངོ་མ་མཁྱེན་ཏེ། རིགས་པ་སྨྲ་བ་ཅིག་མ་འདྲ་བའི་གི་རྣམ་པ་འདྲ་ཅིག་རེད། དངོས་ཆོས་ཀྱི་ནམ་མཁའ་ཆོས་ཀྱི་རྟགས་དེ་འདུག་མ་ཟེར་ཡིན་པས་སུ་ཟེར་མི་འདྲ། བྱིས་རྣམས་དེ་འདྲ་རེད། གཉིས་ན་ཁོ་རང་ཚོས

ངོ་བོ་དེ་འདྲ་རེད་དེ་དག་ནི་མི་འཐད་དེ་ཆོས་ཅན་གྱི་ངོ་བོ་འགོག་ན་ཕྱོགས་ཆོས་མིན་འགྲོ་ངོ་མ་རེད་དངོས་པོའི་ཐོག་ལ་དེ་འདྲ་ཡིན་རྫུན་དུ་བཀོད་ཚུལ་ཚད་ལ་ཡིན་ན་ནི་བཤད་འདོད་ན་ཕོག་མ། ཕྱོགས་ཆོས་མ་བགྲོས་ན་འགའ་རྟགས་སུ་མི་འཐད་པའི་ཕྱིར། དཔེ་བརྗོད་གཞན་གསུམ་པོ་ཡང་མི་འཐད་དེ་འདི་དག་བརྗོད་འདོད་ཀྱི་སྒོ་ནས་དབྱེ་བ་ཙམ་ཡིན་ཅེས་སོགས་ཏག་ཏག་རེད་ད། བརྗོད་འདོད་ཀྱི་སྒོ་ནས་དབྱེ་བ་ཙམ་རེད་ཆོས་དང་ཆོས་ཅན་འགོག་ཚུལ་གྱི་སྒོ་ནས་བཤད་འདུག་མ་རེད་ཟེར་འགའ་རྟགས་ཀྱི་དཀའ་སྤྱད་བསྒྲུབ་བཞིན་ཆོས་དང་དཀའ་སྤྱད་རྩོད་ཀྱི་ཆོས་ཅན་དེ་འགོག་པའི་སྒོ་ནས་བཤད་འདུག་མ་རེད་ཟེར་སྙམ་པ་ནས་འགལ་བ་བརྗོད་ཚུལ་ལ། བརྗོད་འདོད་ཀྱི་སྒོ་ནས་དབྱེ་ན་བཞི་སྟེ་ལ་ལ་དངོས་སུ་འགལ་བར་བརྗོད་པ་ནི་སྒྲ་མི་རྟག་སྟེ། མི་རྟག་པའི་སྒྲ་རྟག་སྟེ་བཤད་པ་ཡིན་པའི་ཕྱིར་ཅེས་པ་ལྟ་བུ་རེད། དེ་ཚེ་བཤད་པ་བཀོད་ན་དངོས་སུ་འགོག་པའི་འགལ་རྟགས་སུ་འགྱུར་རོ། ལ་ལ་བརྗོད་པའི་ཤུགས་ཀྱིས་འགལ་བར་བརྗོད་པ་ནི། རྟག་པ་སྲིད་པ་པོ་ཡིན་ཞེས་པ་ལྟ་བུ་སྟེ། དེ་ཚེ་རང་དང་སྤྱི་བྱ་ཅི་དེ་ཚེ་ནུས་པའི་སྟོང་པའི་ཚིག་གིས་འགོད་ན་ཤུགས་ཀྱིས་འགོག་པའི་འགལ་རྟགས་སུ་འགྱུར་རོ། ལ་ལ་ཆོས་ཀྱི་ཁྱད་པར་གྱི་སྒོ་ནས་འགལ་བར་བརྗོད་པ་ཡོད་རེད་ཟེར་རེད་འདི་བཀོད་སྟོང་རེད་བཀོད་སྟོང། མིང་ལ་སོགས་པའི་གཞན་གྱི་དོན་ཟེར་བ་ལྟ་བུ་སྟེ་གཏན་ཚིགས་འདུ་སར་བཀོད་ན་ཆོས་ཀྱི་ཁྱད་པར་འགོག་པའི་འགའ་དག་རེ་ལས། གཞན་དོན་ཟེར་བ་མིང་སོགས་ཀྱི་གཞན་གྱི་དོན་ཟེར་བ་སྟེ་འགོག་ཟུར། དེ་ནི་ལ་ལ་ཆོས་ཅན་གྱི་མིང་སོགས་གཞན་དོན་ཟེར་ཏེ་འཛིན་ན་མིང་སོགས་ཆོས་ཅན་བཙུན་མ་དང་འགྲོ་ཤོས་བཟུང་སྟེ་རེད། འགྲོ་ཤོས་བཟུང་དུ་འགྲོ་ཤོས་མིང་སོགས་དེ་གའི་ཁྱད་པར་གཞན་དོན་ཟེར་བ་དེ་བཀག་ཟུར་ར་གཏན་ཚིགས་ཏེ། ལ་ལ་ཆོས་ཀྱི་ཁྱད་པར་གྱི་སྒོ་ནས་འགའ་བ་བརྗོད་ཟུར། གཞན་གྱི་དོན་ཟེར་བའི་མིང་སོགས་ཆོས་ཅན་གྱི་ཁྱད་པར་རིགས་དང་གླུ། གཞན་གྱིས་བསྟན་ཟིན་པའི་མི་སོགས་ཆོས་ཅན་མི་ལ་སོགས་པ་ཡོད་དེ། འདུ་ས་ཡིན་པས་ཟེར་སོགས་བསྟན་ཟིན་བཀོད་པ་ལྟ་བུ་རེད། ཆོས་ཅན་གྱི་ཁྱད་པར་བཟོས་དེར་མི་ལ་སོགས་པའི་སྐད། གཞན་གྱིས་བསྟན་ཟིན་པའི་མི་ལ་སོགས་པ་ཡོད་དེ་ཟེར་ན་རྒྱན་ལྡན་དེ་འགྲུལ་བཞུད་རེད་དེ། དེ་ལྟ་ན་ཆོས་ཅན་ལ་ཚུལ་བཞག་ཧོན་དང་བརྗོད་ནས། གཞན་གྱིས་བསྟན་ཟིན་པའི་མི་ལ་སོགས་པ་ཡོད་དེ། དེ་ནས་ཡོལ་དེ་བསྟན་སྲིད་འདུ་ས་ཡིན་པའི་ཕྱིར་ཟེར། དེ་ནས་དབྱུག་པ་ཐོགས་པའི་གང་ཟག་ཡོལ་དེ་ཟེར་བ་རེད། གང་ཟག་དབྱུག་པ་ཅན་ཟེར་བ་ལྟར་མ་རེད་དབྱུག་པ་ཐོགས་པའི་གང་ཟག་ཡོལ་དེ་ཟེར་བ་ལྟ་བུར་བརྗོད་སྔགས་ཤིག་བྱས་པ་རེད་དེར་ཐོས་ན། བསྟན་སྲིད་འདུ་ས་བཀོད་ན་ཆོས་ཅན་གྱི་ཁྱད་པར་འགོག་པའི་འགའ་རྟགས་སུ་འགྱུར། ཨེ་འདོད་ན་དེ་ཆོས་ཅན་དེ་མ་ཡིན་པ་ལྟར་དེ་ཡིན་པའི་ཕྱིར་སེམས་ར་དེ་འདྲའི་ཕྱིར་སྤྱིར་བཟོ་དགོས་མ་རེད། དེ་འདྲའི་ཅི་དྲུག་སོགས་གི་མ། དེ་ནས་གཞན་གྱི་དན་ཟེར་བའི་མིང་སོགས་ཡོད་དེ། ཡོད་དེ་ཟེར་དུས་གཞན་གྱི་དན་ཟེར་བའི་མིང་སོགས་ཡོད་དེ། གཏན་ཚིགས། དེ་ནི་རྒྱུ་ཅན་ལྕགས་ལམ་མང་པོ་ལ་བརྟེན་ནས་བྱུང་བ་ཡིན་པས་ཟེར། བྱུང་བ་རེ་ལས་ཟེར་མི་འདྲ་དེ་འདྲའི་བཀོད་པའི་ངག་དེ་འདི་མཚུངས་དད་དེ་རེད་དེ། དེ་ཆོས་ཅན། དད་ཅིག་ཕ་དེ་འདྲའི་བཤད་ཅི་གསུང་དགོས་མ་དེ། ཆོས་ཅན་གྱི་ཁྱད་པར་འགོག་པའི་འགའ་རྟགས་སུ་འགྱུར་རོ། འདི་དག་ཀྱང། མ་རྩ་དེ་ཆོས་ཅན་དེ་དག་དེ་སེམས་སྒྲ་གསལ་འདུག་མི་འདུག་ནམ། དཔེ་བྱང་གི་ནང་དུ་ངོས་བཟུང་དེ་ཅིག་བཟོས་བསྡད་པ་རེད། མ་གཏོགས་ངོ་མ་འགྲོ་ངོ་འདི་འགྲོ་ངོ་སེམས་ཅན་རེད་དེ་རེད། ངོ་མ་རྩོད་པ་བརྒྱད་དུ་འདི་འདྲ་སྤྱིར་མ་བཟོས་ན་མ་བཀོད་ན་ཆོག་རེད། ཕ་རྒྱུད་ཤེས་ཀྱི་སྐད་ཆ་བཤད་ནས།

དཔེ་བཟང་རྣམས་རྩོད་པ་དེ། དེ་ཡིན་ནའོ་དེ་ནས་ཆོས་ཀྱང་དེ་དང་དེ་སུ་སེམས་རང་འདི། དེ་ནས་གུ་རུ་རྟག་ཆོས་བསྟན་གསུམ་དུ་སོ་སོ་ངོས་ཟིན་པའི་ཆེད་དུ་རྗེས་འཇུག་གི་དཔེ་བཟང་མཁས་པ། རྒྱ་གར་དང་བོད་ཀྱི་མཁས་པ་དེ་རྣམས་ཀྱི་གཟུགས་རྒྱག་པར་དེ་འདྲ་དུ་ཕབ། མ་གཏོགས་དེ་འདྲ་ཡིན་མ་རེད། འདི་དག་ཀྱང་རྒྱ་ལག་གི་དཔེ་གསར་ལའང་འདི་འདྲ་ཅིག་བཀྲམ་མ་ཡོད་སྲིད་མ། རྒྱ་འགྲེལ་ཐམས་ཅད་ཤར་འཇགས་འོང་གྱི་ན་ཡང། དེ་ཆོས་ཀྱང་དེ་མ་ཡིན་པ་དང་དེ་ཡིན་པའི་སུ་སེ་སེ་སློབ་དཔོན་ཆོས་གྲོགས། སྔོན་གྱི་སྔགས་ནི་སྔགས་ཡིག་གི་ཡོངས་གོས་རྒྱ་གར་གྱི་ཡིག་ཆ་དེ་རྣམས་མེད་ཆེས་ཟེར་གྱི་ཡོད་རེད། དེ་དེ་འདྲ་མེད་འདུག་རེད། དེ་ནས་ཅིག་ཆོས་ཅན་དེ་ལྟ་དེ་ཡིན་ཟེར་ཟེར་ན་རྟ་ཟ་དང་ལུས་པོའི་རྣམ་འགྱུར་ལ་བཟོ་པ་དེ་ན་བོད་མཁས་པ་དངོས་ལོ་ཙཱ་བ་ཆེན་པོས་བཟོས་སོང་ཟེར་རེད་ལ། མ་གཏོགས་རྒྱ་གར་དཔལ་འབྲོག་གི་རྩོད་པ་བཏང་དོན་དེ་འདྲ་ཡིན་མ་རེད། སློབ་དཔོན་ཆོས་ཀྱི་གྲོགས་པ་གི་མུ་སྟེགས་སོང་ཚར་རྗེས། དེ་རིང་མོ་སྟེ་གཉིད་ཚེ་རོགས་མེད་ཞེས་དེ་འདྲ་གི་ཁྱེད་དེ་འདྲ་རེད་ཟེར། ཁྱོད་ཀྱི་གྲོགས་པ་བསོད་ནམས་རྒྱ་གར་དུ་སྐད་གོ་འདུག་མོ་སྟེ་ཐང་ཆ་གཉིད་འདའ་འདུག་དེ་འདྲ་རེད་ཟེར། རྩོད་པ་དེ་འདྲ་བཏང་ཟེར་ཤོག་ཅིག་ལམ་པོས་མོ་སྟེ། དེ་ནས་ཟེར། མཐོ་རྒྱ་ནག་པོ་སོ་མང་པོ་ཚ་སྐྱེས་ཟེར་དེ་ཡིན་ན་རྩོད་པ་བཏང་དོན་དེ་ཐག་དེའི་སར་མ་ཚ་བ་ཐག་ཡིན་པ་ཐག་ཟེར་དེ་འདྲ་བཏང་ས་ཁྱེར་མེད་བཏང་མེད་ཟེར་ཟེར་བ་རེད། དེ་འདྲ་གི་ནང་གཡོག་བཅུག་ཡོད་མ་རེད་དེ་ལ། འོ་དེར་ད་དེ་ཡིན་འདུག་དེ་ཡང་གནས་ཚུལ་ཞིག་ལངས་ནས་ཤེས་དགོས། དེ་ལྟར་ད་ལྟ་འདི་འདྲ་འདི་རེད་བཀོད་འདུག་དེ་ཤན་ཆགས་རེད་ཅེས་ཟེར་རྒྱུ་མ་རེད་དེ་ལོ་རྒྱུས་ཅིག་རེད་ལོ་རྒྱུས་སྔ་མོ་དེ་འདྲ་ག་ད་ལྟ་ག་འདྲ། དེ་ནས་རྗེས་མ་ཡང་ག་འདྲ་ག་འདྲ་འགྱུར་འགྲོ་ཅེས་ཤེས་མ་རེད་ཡང་འདི་འདྲ་དགོས་པ་ཅི་ཡོད་མ་རེད་ཟེར་ནས་ཕར་ཞོག་ནའང་ཁ་ཁ་ཁ་ཁ་གིས་དེ་འདྲ་ལས་བཟོ་འགྲོ་ན་ཤེས་མ་དེ་མ་ཡིན་པར་ལོ་མོ་ནས་མོ་དོན་གཉིས་རབས་ནས་གཉིས་རབས། ལོ་སྟོང་ཕྲག་མང་པོར་འདི་འདྲ་འདི་འདྲ་གི་རྩོད་པ་འགྲོ་སྟངས་གནས་སྟངས་འདི་འདྲ་གནས་འདུག་ན་ཤེས་མ་ཐུབ་ཅི་ཟེར་ཤེས་མ་ཐུབ། ཆོས་ཅན་གྱི་སྤྱན་གྱི་རྗེས་མ་ག་འདྲ་འབྱུང་ཅི་ཤེས་མ་ཐུབ་ད་ལྟ་དང་སྔན་མ་ག་བཞིན་ལོ་རྒྱུགས་ཏུ་བལྟ་ཆོག་རེད་ད་ལྟ་ག་འདྲ་ཡོད་དེ་དེ་འདྲ། སྙན་སེང་དང་དེ་ནང་གི་བལྟ་ཆོག་རེད་ལ་ཆོས་ཅན་གྱི་ཆད་པ་འགོ་བོ་འགའ་རྟགས་སུ་འགྱུར་རུང་འདི་དག་ཅུང་ཟད་འགའ་ཞིག་དན་ཅིག་སྒོ་ནས་དབྱེ་དབྱེ་བ་ནི་མ་ཡིན་ཏེ། འདོད་པ་ལ་སེམས་ཀྱི་ལོག་ཏུ་ནི་གཉིས་ཀ་མཚུངས་པས་ཟེར་རོ་ཟེར།